བུ་སྐད་དུ། པར་ཡེ་ཤེས་ཡོན་ཏན་བཟང་པོ་ཞེས་བྱ་བའི་བསྟོད་པ། བླ་མ་དང་མགོན་པོ་རྗེ་བཙུན་འཇམ་པའི་དབྱངས་ལ་ཤ་ཚ་ལོ། གང་གཱའི་བློ་གྲོས་སྤྲིན་གཉིས་སྤྲིན་དཀར་ཉི་ལྟར་རྣམ་དག་རབ་གསལ་བའི། རྗེ་ཉིད་དོན་ཀུན་བྱེད་རྒྱན་གཟིགས་ཆེར་ཉིད་ཀྱི་ཐུགས་ཀར་གླུ་བམ་ཟིན། གང་དག་སྲིད་པའི་བཙོན་རར་མ་རེག་མུན་དུམ་སྡུག་བསྔལ་གྱིས་གཟིར་བས། འགྲོ་ཚོགས་ཀུན་ལ་བུ་གཅིག་ལྟར་བརྩེ་ཡན་ལག་དྲུག་བཅུའི་དབྱངས་ལྡན་གསུང། འབྲུག་ལྟར་བྱེར་སྒྲོག་ཉོན་མོངས་གཉིད་ལྷུང་ལས་ཀྱི་ལྕགས་སྒྲོག་སྒྲོན་མཛད་ཅིང། མ་རེག་མུན་སེལ་སྡུག་བསྔལ་མྱུ་གུ་ཇི་སྙེད་སྤྱོད་མཛད་རལ་གྲི་བསྣམས། འདུག་ནས་དག་ཅིག་ས་བཅུའི་མཐའ་སྲུང་ཡོན་ཏན་ལུས་རྫོགས་རྒྱལ་སྲས་མཐུ་བོའི་སྐུ། བཅུ་ཕྲག་བཅུ་དང་བཅུ་གཉིས་རྗེས་འབྲེལ་བདག་བློ་མུན་སེལ་འཇམ་པོའི་དབྱངས་ལ་འདུད། ཨུམ་ཨ་ར་པ་ཙ་ན་དི། ཨུམ་ཨ་ར་པ་ཙ་ན་དི། ཨུམ་ཨ་ར་པ་ཙ་ན་དི། བརྩེ་ལྡན་ཆོས་རྒྱལ་སྤྱན་རབ་འོད་ཟེར་གྱིས་བདག་བློའི་གཏི་མུག་མུན་པ་རབ་གསལ་ནས། བཀའ་དང་བསྟན་བཅོས་གཞུང་ལུགས་རྟོགས་པ་ཡི། བློ་གྲོས་སྤོབས་པས་སྣང་བ་རྩལ་དུ་གསོལ། གང་ཚེ་ལྟ་བར་འདོད་པའམ། ཅུང་ཟད་བྲེལ་བར་འདུག་ན་ཡང་མགོན་པོ་འཇམ་དབྱངས་ཆོས་ཉིད་ནི་གེགས་མི་སྤ་ཡང་ཐུང་བར་ཤོག། གང་ཞིག་ལྷག་པའི་བསམ་པ་རྣམ་པར་དག་པས་གཅིག་དང་བདུན་དང་ཉི་ཤུ་གཅིག་དང་ལྗགས་དང། སྟོང་ལ་སོགས་པ་དག། ཉིན་རེའི་རྐྱེན་དུ་འཇུག་པ་དེས་ན། གོ་རམ་ཇི་ལྟ་བ་བཞིན་དུ། སྒྲིབ་པ་འདག་པ་དང། འཐུལ་པ་འཛིན་པ་དང། སྤོབས་པ་དང་མི་བརྗེད་པའི་གཟུངས་དང། ཕྱིར་རྒོལ་བ་ཐམས་ཅད་འཇོམས་པའི་ཤེས་རབ་ཀྱི་དབང་པོ་དང། སྟོབས་ལ་སོགས་པའི་ཡོན་ཏན་དཔག་ཏུ་མེད་པ་དང་ལྡན་པར་འགྱུར་རོ། གང་ཞིག་ཉིན་རེའི་རྒྱན་དུ་ལན་གསུམ་དུ་བསྟོད་པར་བྱེད་པ་དེ་ནི་ཇི་སྐད་བཤད་པའི་ཡོན་ཏན་དེ་དག་དང་ལྡན་པའི་ཤེས་རབ་དང་གཉིས་ཀྱི་ལམ་དང་ས་རྣམས་རབ་ཅེས་དྲུག་སྟེ། གོང་ནས་གོང་དུ་ཆེས་ཆེར་འཕེལ་ནས་མྱུར་དུ་རྣམ་པ་ཐམས་ཅད་མཁྱེན་པའི་གྲོང་ཁྱེར་དུ་ཆས་ནས་འགྲོ་བ་མ་ལུས་པ་འཁོར་བ་ལས་སྒྲོལ་བའི་དད་དཔུང་ཆེན་པོར་འགྱུར་རོ། པར་ཡེ་ཤེས་ཡོན་ཏན་བཟང་པོ་ཞེས་བྱ་བའི་བསྟོད་པ་སློབ་དཔོན་རྡོ་རྗེ་མཚོན་ཆའི་མཛད་པ་རྫོགས་སོ།